ཁོས་ཁོ་ཚང་སྐད་ཆ་ག་རེ་ཞིག་དང་ནེའུ་ཡོག་དང་ཁ་རས་ནེའུར་བཅར་ཚེ་ཁེ་ནང་ཁྲ་ལ། ཁོ་སྦག་སྦག་དང་འགྲོ་ཡིན། ཁང་པ་བིལ་ལྡིང་ཐོག་ཐག་གཉིས་གསུམ་གྱི་འདུག་ཟེར། ངའི་ནང་མཐོང་ཡོང་ས་མ་རེད། ངའི་ནང་འདིར་བ་ལུག་འགྲོ་ཕྱིར་ལོ་གཉིས་གསུམ་གྱི་རྫ་མ་ཁོ་རང་ལུག་འགྲོ་ཕྱིར་འདེད་ཡིན། པར་ཡོད་ད་ནི་ངས་པར་བསྟན་འོང་ངེས། ཁོ་ཞག་པ་གོག་འགྲོ་དེ་ནི་གང་ཞིག། ཨ། གཞིས་ཆགས་ཀླུ་གཅིག་ཁང་པ་བིལ་ལྡིང་ཐོག་ཐག་གཉིས་གསུམ་ཏག་ཏག་འདེགས་དེ་ཁོ།

སྤེན་པ་ཚེ་རིང་གིས་སྐད་ཆ་འདི་བཤད་ཅིག་ནི་ཧོན་གྱིས་སོང་ལ་སོང།
ཁོ་སྤྱི་སྟངས་རྒྱ་ནག་ལ་ཡ་ད་ལྟ་དེའི་སྤྱི་འཐུས་ཚོགས་གཞོན། སྒྲོལ་མ་ཚེ་རིང་ལགས་ད་ནི་གཅིག་གི། སྤེན་ཚེ་དེ་གིས་དེ་རྒྱ་ནག་གི་རྐུབ་བདག་ན་བདག་བདག་ཐུབ་ན་བདག་བདག་ཉིད་དེ་རེད་བ་ཁེབས་སོང་གང་ཡང་མེད་ན།

བོད་གཞུང་དམངས་གཙོ་དོད་ཅིག་དབུ་བརྙེས་ནས་ཅི་ལྟར་དགོས་པ་གནང་ལ་དེ་གིས་དེ་ལ་ཁྱོད་ཚོ་སྐྱག་པ་ཟ་ཁར་ཡོང་གི་ཡོད་པས་ཆུ་ཚོ། དེ་རིང་དེ་རིང་དེ་རིང་མ་ཤེས་ངས་འདི་འདྲའི་ཐད་གཏོང་གཏོང་བྱས་ནས། མི་རིགས་ནང་ཁུལ་ལ་ཡར་འཛུགས་བཙུགས་བྱས་ནས་ཚུགས་འདི་འདྲའི་བེད་སྤྱོད་གཏོང་མ་མྱོང་ད། ད་ཨུ་ཐུག་པ་རེད་ད། གནས་བབ་འདི་འདྲའི་སྐྱོ་བོ་ཅིག་སླད་ཡིན། སླད་ཅིག་ནི་ང་ནི་འདི་འདྲའི་སྡུག་ཐུག་ནི་གིས་བཤད་འདོད་ཡོད་ད། ཞབས་འདྲེན་ཀླད་སྟོང་པ་ཁྱོད་ཚོ། གཞིས་ལུས་རྒྱ་ཆེའི་མི་མང་གི་གོ་ན་ག་འདྲའི་བསམ་ཕམ་གི་རེད། ཁ་ཙང་ཡང་སྐད་ཆ་གཅིག་གསར་བ་ཅིག་ཡོད་ད། ཁ་ཙང་ཨེ་ཤ་རོང་གློག་འཕྲིན་གི་གསར་འགོད་པ་དེ་གི་ལག་ཏུ་བ། ལྕགས་རྩི་མ་ཤི་ཨ་དེ་གི་དེ་གི། སྲིད་སྐྱོང་སྤེན་པ་ཚེ་རིང་ཨ་རི་ལ་སླད་ཕྱིན་ནི་བོད་མི་གཞིས་ལུས་བོད་མི་ཡིག་མང་པོ་ཅིག་གི་ཨ་ནི་ཅིག་རེད་པ་ཤོབ་ཅིག་རྒྱབ་སྐོར་ཟེར་གི་འདུག་བ་དཔང་རྟགས་གཅིག་སྟོན་ད།

ངོ་རྒོལ་མཐའ་གཅིག་ཏུ་ཡོད། ཚེ་སྲོག་གི་འགྲོ་གྲོན་གཏོང་སྟེ་ངོ་རྒོལ་བརྩི་དགོས་ན་རྒྱུ་ཞགས་རྣམ་པ་གཅིག་ཡིན། ད་ཁྱོད་ཚོ་མུ་མཐུད་ནས་ཁ་ནས་གང་དྲན་ཤོད་ཨ་ཁྱོད་ཚོ། བོད་རྒྱ་ཁྱི་མ་མང་མཐོང་ཆུང་བྱས་ནས་བསམ་བློ་བསྐྱེད་མ་གཏོང་ནས་ཁྱོད་རང་མཐོང་གང་ཤར་བྱས་ནས་ཤོད་ཨ། ཚེ་སྲོག་གི་འགྲོ་གྲོན་གཏོང་དགོས་ན་རྒྱུ་ཞགས་རྣམ་པ་གཏོང་དགོས་ཡིན་སྐོར་རེད། ཞབས་འདྲེན་ཀླད་སྟོང་ཁྱོད་ཚོ།

ད་གར་གཙང་ཡི་ལྷགས་སོ། ལོ་གཅིག་གི་ནང་ལ་ལ། རྒྱལ་བ་རིན་པོ་ཆེ་ཡི་ཡང་སྲིད་ཀྱི་གནས་བབས། བོད་ཀྱི་ནང་ཆོས་ཀྱི་ཐོག་ལ་ཡ། ད་འདི་ད་འདི་བར་དུ་ལོ་རྒྱུས། བརྒྱུད་རང་པོ་ཡོད་ཉིན་གྱི་ཡང་སྲིད་ཀྱི་གནས་བབས་དེ་གཙང་ཚར་སོང་བ་གཞན་འབྲེལ་ཆུ་ཚོད། ད་བོད་ཀྱི་ལོ་རྒྱུས་གཙང་སོང་བ། ད་གར་གཙང་ཡི་ལྷགས་སོ། ད་ཡི་ལོ་རྒྱལ་སྤྱི་མ་མམ་གཙང་གཙང་པ་ཡིན་པ། ད་ཆུ་ཚོད་གར་གཙང་ཡི། ལ་ད next གར་གཙང་ཡི།